ཞོ་དང་སུམ་བརྒྱ་ཉི་ཚེ་ལྔ། བྱིན་རླབས་མཚུངས་མེད་མི་བརྗེད་བྱང་སེམས་མཆོག་ལ་ཆེས་འབུལ། ང་ཚོའི་བར་ཡང་བསྐྱར་ཐད་ཀར་འབྲེལ་བ་མཐུད་པར་དགའ་ཚོར་ཆེན་པོ་བྱུང། འདི་ལ་ཡར་བརྟེན་ནས་ཕན་ཚུན་འབྲེལ་བ་གོང་འཕེལ་ཐོག་ཡིད་ཆེས་དང་གནད་དོན་གསལ་རྟོགས་ཡོང་བའི་རེ་བ་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ཟླ་བ་དྲུག་པའི་ཚེས་ཉི་ཤུ་གཉིས་ཉིན་སྐུ་ཞབས་ཏིང་གུན་ཀེན་དང་རྒྱ་ལོ་དུད་འགྲོའི་ངོ་འཕྲད་སྐབས་གྲོས་མོལ་ཆེ་ཆུང་དང། རྒྱ་ནག་གཞུང་གིས་བོད་དོན་དཀའ་རྙོག་སེལ་ཕྱོགས་འདོད་ཚུལ་ཇི་ཡིན་སྐོར་ངོས་ནས་གོ་རྟོགས་བྱུང། སྐུ་ཞབས་ཏིང་གུན་ཀེན་ནས། གུ་དོག་གྱོང་དྲེགས་ཀྱི་བདུད་རྩི་བསྲུང་བ་དང། ལྷག་པར་དུ་གྲོས་མོས་མ་བྱས་གོང་སྔོན་འགྲོའི་ཆ་རྐྱེན་ཁས་ལེན་དགོས་པ་ནན་བརྗོད་ལ་ཡང་བློ་ཕམ་ཆེན་པོ་བྱུང། ངོས་ཀྱི་བསམ་པར་དཀའ་རྙོག་སེལ་ཐབས་བྱེད་པ་ལ་ཡང་ལྷག་བསམ་རྣམ་དག་དང་གུ་ཡངས། དོན་ཕན་ལྡན་པའི་བསམ་བློ་ཞིག་ཡོད་དགོས། དངོས་གནས་དཀའ་རྙོག་སེལ་ཐབས་ནི་ཕན་ཚུན་གྲོས་མོལ་བྱེད་པའི་ལམ་ཕྱོགས་ཁོ་ན་ཡིན་ཞིང། བོད་དང། རྒྱ་ནག་མི་དམངས་གཉིས་ཕྱོགས་སུ་ཕན་པའི་ལྷག་བསམ་གུ་ཡངས་བཅངས་ཏེ་ང་ཚོའི་དཀའ་རྙོག་གྲོས་མོལ་གོ་བསྡུར་གྱིས་སེལ་ཐབས་བྱེད་དགོས་པར་ཡིད་ཆེས་བྱེད་བཞིན་ཡོད། དེ་དག་ཡོང་བ་ལ་སུ་ཕྱོགས་ནས་ཀྱང་འགོག་རྐྱེན་བཟོ་མི་འོས་ཤིང། ཕན་ཚུན་སུས་ཀྱང་སྔོན་འགྲོའི་ཆ་རྐྱེན་ཁས་ལེན་དགོས་པའི་བསམ་འཆར་འདོན་མི་རུང། ང་ཚོ་གྲོས་བསྡུར་ཡར་བརྟེན་ནས་ལམ་ཕྱོགས་བཟང་པོ་ཞིག་རྙེད་པའི་རེ་འདུན་གྱིས་ད་ལྟ་བར་ངོས་རང་གི་བསམ་ཚུལ་རྣམས་དང། བོད་རྒྱ་མི་རིགས་གཉིས་ཀ་ཁེ་ཕན་གང་ཅི་ཡོང་ཐབས་ཕན་ཚུན་གྲོས་བསྡུར་གྱིས་ཐབས་ཤེས་བྱ་རྒྱུ་འབད་བརྩོན་བྱེད་ཆེད། ཞིབ་རྩལ་འཁོད་པའི་དྲན་ཐོ་ཞིག་འབུལ་ཆེད། དེ་ནས་ངོ་ཚབ་མི་གསུམ་ནག་ཚོང་སོང་བ་ལྟར། གྲོས་བསྡུར་གནང་འོས་ཅི་མཆིས་ཁོང་ཚོར་གནང་ན་འཐུས་རྒྱུ། ང་ཚོ་གྲོས་བསྡུར་དོན་ཕན་ལྡན་པ་ཞིག་ཡོང་བ་ལ་ངེས་པར་དུ་ཕན་ཚུན་ནས་ཡིད་ཆེས་ཡོད་དགོས་ཤིང། ཡིད་ཆེས་ཡོང་བ་ལ་ངོས་ནས་ད་ཕན་འབད་བརྩོན་ཇི་བྱས་རྣམས་རྒྱ་ནག་གི་དབུ་ཁྲིད་ཚོ་དང་མི་དམངས་ནས་ཀྱང་གསལ་པོ་མཁྱེན་རྒྱུ་གལ་ཆེན་པོ་ཡིན། ད་ཕན་ངོས་ནས་བོད་དོན་དཀའ་རྙོག་སེལ་ཐབས་བསམ་འཆར་མང་པོ་འདོན་ཟིན་ཅིང། ཁྱེད་རྣམ་པར་བོད་རྒྱ་ནག་དང་མཉམ་དུ་སྡོད་དགོས་པའི་ཐུགས་འདོད་ཡོད་ཚེ། ད་ཆ་རྒྱ་ནག་གཞུང་ནས་དངོས་སུ་དོན་ཕན་ལྡན་པའི་བསམ་འཆར་འདོན་རྒྱུའི་དུས་ལ་བབ་ཡོད་པར་བརྟེན། ངོས་ཀྱིས་གསལ་བཤད་དེ་དག་ལ་མཛའ་མཐུན་གུ་ཡངས་ཀྱི་སྒོ་ནས་དགོངས་བཞེས་བརྡ་ལན་གནང་བའི་རེ་བ་ཆེན་པོ་ཡོད། གུས་འདུད་དང་འཚམས་འདྲི་ཆེ། ཏཱ་ལའི་བླ་མས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཟླ་བ་དགུ་པའི་ཚེས་བཅུ་གཅིག་ལ་ཡར་ཕུལ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཏིང་ཞའོ་ཕིང་དང་ཅང་ཙེ་མིན་སོ་སོར་ཕྱག་བྲིས་དང་མཉམ་དུ་ཕུལ་བའི་དྲན་ཐོ། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཉིས་ཉིན། པེ་ཅིང་དུ་རྒྱ་ནག་དབུས་གཞུང་འཐབ་ཕྱོགས་གཅིག་གྱུར་གྱི་མགོ་འཛིན་ཏིང་ཀོན་ཀིན་དང་རྒྱལ་ལོ་ཐུན་ཀྲོ་ལི་ཡཱ་གསུང་འཐུས་ཉིང་པོར་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་དགུ་ལོར་ཏིང་ཞའོ་ཕིང་ནས། རྒྱ་ལོ་ཐུན་དྲུག་ལ་ཡང་བོད་རང་བཙན་གྱི་བསམ་ཚུལ་བཅངས་ན་མི་འགྲིག། དེ་མིན་དོན་གནད། དེ་མིན་དོན་གནད་གཞན་དག་ཅི་འདྲ་ཞིག་ཡིན་ཀྱང་ང་ཚོ་གོ་བསྡུར་བྱས་ཏེ། དཀའ་ངལ་ཚང་མ་སེལ་ཐུབ་རྒྱུ་གསུངས་པ་དེར་འགྱུར་བ་མེད། ང་ཚོའི་མཐོང་ཚུལ་ལ། ཏཱ་ལའི་བླ་མས་རང་བཙན་གྱི་ལས་འགུལ་མུ་མཐུད་གནང་གི་འདུག་པས། དེ་མཚམས་འཇོག་གནང་ན། ལམ་སེང་ང་ཚོ་གོ་བསྡུར་བྱས་ན་འགྲིག་ཞེས། ད་ཕན་རྒྱ་ནག་གཞུང་ནས་ཐེངས་མང་བཤད་པའི་སྐད་ཆ་དེ་བསྐྱར་བཅོས་བྱས་འདུག་དེ་ལས་གཞིགས་ན་ངོས་ནས་བོད་རྒྱལ། འབྲེལ་ལམ་ཐད་ལ་ཡང་བསམ་ཚུལ་ཅི་འདྲ་ཞིག་འཛིན་གྱི་ཡོད་པའི་སྐོར་ཁྱེད་རྣམ་པས་ད་དུང་གོ་རྟོགས་གསལ་པོ་མ་ཐུབ་པ་ལྟ་བུ་མཐོང་བ་དེ་སྐོར། ད་ལམ་ཞིབ་ཕྲའི་གསལ་བཤད་ཞུ་འདོད་བྱུང་བ་དྲན་དུས་ཡི་གེ་འདི་ཆེད་དུ་ཕུལ་བ་ཡིན། དང་པོ། སྔ་དུས་བོད་བོད་རྒྱ་ཐ་དད་རྩོད་མེད་ཡོངས་གྲགས་ཀྱང། སོག་པོའི་དུས་དང་མན་ཇུའི་དུས་སྐབས་ཀྱི་ཐུན་མོང་མ་ཡིན་པའི་འབྲེལ་ལམ་དེར་གོ་དོན་ཕྱིན་ཅི་ལོག་ཏུ་བཟུང་བར་བརྟེན་ནས་གུང་མིའི་ཏང་དང་གུང་ཁྲན་ཏང་གི་དུས་སྐབས་བར་དུ་རྩོད་རྙོག་རིམ་པར་བྱུང། བོད་རྒྱའི་དབར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་གྲོས་མཐུན་དོན་ཚན་བཅུ་བདུན་བཞག་པ་དེ་བོད་ཀྱི་གནས་སྟངས་དམིགས་བསལ་ཅན་ཡིན་པ། རྒྱ་ནག་གཞུང་གིས་ངོས་ལེན་བྱས་ཡོད། གཉིས་པ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་ངོས་རང་པི་ཅིང་དུ་བསྐྱོད་པར། སྐབས་དེའི་ཏང་གི་འགོ་ཁྲིད་ཕལ་མོ་ཆེས་ཁ་ཟས་གཏིང་ཟས་དང། སྐད་ཆ་ཐད་ཀར་ཉན་སྤྱོད་བདེ་པོ་ཡོད་པ་ལྟ་བུ་དང། ལྷག་པར་དུ་མའོ་ཙེ་ཏུང་མཇལ་འཕྲད་སྔ་ཕྱིའི་སྐབས་སུ་གསུང་གསལ། རྒྱ་ནག་གིས་བོད་ཀྱི་རང་བཞིན་གྱི་མཐུན་རྐྱེན་རྣམས་བེད་སྤྱོད་ཀྱིས་བོད་ཡར་རྒྱས་གཏོང་རྒྱུ་ཡིན་ཞིང། ཀྲང་ཅིན་ཨུ་དང་ཕེན་མིང་གཉིས་ངོས་དང་བོད་མི་དམངས་ལ་ཡང་རོགས་རམ་བྱེད་ཆེད་བོད་དུ་བཏང་བ་ལས། ཁོང་ཚོ་བོད་གཞུང་དང་མི་དམངས་ལ་ཡང་དབང་སྒྱུར་བྱེད་དུ་ཕྱིན་པ་མིན། བོད་ནང་ཡོང་བའི་རྒྱ་མིའི་ལས་བྱེད་རྣམས་བོད་མིས་རོགས་རམ་བྱེད་མཁན་ཡིན་པས་བོད་ཡར་རྒྱས་ཕྱིན་མཚམས་རྒྱ་མི་རྣམས་ཕྱིར་འཐེན་བྱ་རྒྱུ། རོགས་རམ་མི་བྱེད་མཁན་གྱི་ལས་བྱེད་སུ་ཞིག་ཡིན་རུང། ལམ་སེང་རྒྱ་ནག་གིས་ཕྱིར་ལོག་བྱས་ན་འགྲིག་ཞེས་དང། ཡང། དེ་དུས་རྒྱ་ནག་གཞུང་གིས་གཏན་འབེབས་སུ། བོད་དུ་དམག་རྩིས་ཨུ་ཡོན་ལྷན་ཁང་བཙུགས་ཏེ་རྒྱ་ནག་གཞུང་གིས་ཐད་ཀར་ལྟ་རྟོག་བྱེད་བྱ་ཡང། ད་ཆ་དེ་ལྟར་མ་དགོས་པར། དེའི་ཚབ་ཏུ་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་འཛུགས་རྒྱུའི་ཐག་གཅོད་བྱས། ངོས་རྒྱ་ནག་ནས་བོད་དུ་ལོག་མཁན་མཇལ་འཕྲད་སར་མའོ་ཙེ་ཏུང་གིས་དམངས་གཙོའི་སྐོར་འགྲེལ་བཤད་རིང་པོ་ཞིག་བྱས་རྗེས་ངོས་ནས་མི་མང་གིས་འགོ་ཁྲིད་བྱེད་དགོས་པ་དང། བསམ་ཚུལ་ཉན་སྟངས་སོགས་སློབ་སྟོན་ཟོལ་མེད་ཐོག་བྱམས་ཆེན་ཆེ་མདོག་དང། དད་གཤིན་འཇམ་པའི་རྣམ་འགྱུར་སེམས་འགུལ་ཐེབས་པ་བསྟན་བྱུང། སྐབས་དེར་ཀྲའུ་ཨེ་ལན་ལ་ཡང། ངོས་ནས་ང་ཚོའི་ཡུལ་དུ་ཆབ་སྲིད་དང། དཔལ་འབྱོར། སྤྱི་ཚོགས་ཀྱི་གནས་སྟངས་བཅས་ཡར་རྒྱས་གཏོང་དགོས་པ་ང་ཚོས་ཤེས་ཀྱི་ཡོད། དེའི་སྐོར་ངོས་ནས་ཀྱང་འགོ་བཙུགས་བྱས་ཡོད་ཅེས་བརྗོད་པ་ཡིན། ངོས་རྒྱ་ནག་ནས་བོད་དུ་ཕྱིར་ལོག་སྐབས་ལམ་བར་ཀྲང་ཁོའི་བྷག་ཐུག་འཕྲད་བྱུང་བར། ངོས་རྒྱ་ནག་ཏུ་རང་ཡུལ་དང་མི་དམངས་ཀྱི་མ་འོངས་པའི་གནས་སྟངས་སྐོར་བློ་དོགས་ཆེན་པོའི་ངང་བསྐྱོད་ན་ཡང། ད་ཆ་བོད་དུ་ཕྱིར་ལོག་སྐབས་བློ་ཐོག་མེད་པར་རེ་བ་ཆེན་པོའི་ངང་ཡོང་གི་ཡོད་ཅེས་བཤད་པ་ཡིན། རང་ངོས་ལ་ཡང་རྒྱ་ཆེའི་མང་ཚོགས་དང་ལྷག་པར་དུ་དབུལ་ཕོངས་ཉམ་ཐག་རིགས་ལ་ཕན་བདེ་སྒྲུབ་འདོད་ཀྱི་བསམ་ཚུལ་ཞིག་རང་བཞིན་ལྷན་སྐྱེས་སུ་ཡོད་མུས་ཐོག་སྐབས་དེའི་ཏང་གི་དབུ་ཁྲིད་ཚོའི་རྣམ་འགྱུར་མཐོང་བས། ཕྱིན་ཆད་བོད་རྒྱ་མཛའ་མཐུན་རོགས་རེས་ཀྱི་ལམ་ནས་བོད་ཡུལ་ཡར་རྒྱས་ལེགས་པོ་ཞིག་ཡོང་རྒྱུའི་རེ་བ་ཆེན་པོ་བྱུང། དེ་རྣམས་ནི་བོད་རྒྱའི་འབྲེལ་ལམ་སྐོར་སྐབས་དེའི་ཕྲན་གྱི་ཐོག་མའི་བསམ་ཚུལ་ཆ་དགུ་རྣམས་ཡིན། གསུམ་པ། སྐབས་དེར་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་བཙུགས་ནས་གཉིས་ཕན་ཡོང་རེ་བྱེད་རྒྱུ་ཙམ་ལས་བྱ་ཐབས་གཞན་མེད་སྟབས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་ལྷ་སར་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་བཙུགས་ཏེ་བསམ་པ་རྣམ་དག་གི་ལས་དོན་མཉམ་སྒྲུབ་བྱེད་རྩིས་བསྐྱངས། སྐབས་དེར་བོད་ཤར་རྒྱུད་ལི་ཐང་སོགས་མདོ་སྟོད་སྨད་ཀྱི་བོད་རིགས་ས་ཁུལ་ཁག་ལ་དམར་པོའི་ལྟ་སྤྱོད་ལག་ལེན་གྱི་ཆེད་དྲག་གནོན་སླད། དྲག་གནོན་ལས་ཐབས་མི་ཆོས་ལས་འདས་པ་ཧ་ཅང་མཐའ་ཆད་ལག་བསྟར་བྱས་པར་བརྟེན། བོད་མི་ཚོས་ཀྱང་ངོས་སུ་རྒྱ་མིར་ངོ་རྒོལ་བྱེད་པའི་གནས་ཚུལ་ཐོན་ན་ཡང། ངོས་རང་རྒྱ་ནག་ཏུ་སྐྱོད་སྐབས་མའོ་ཙེ་ཏུང་གིས་ཁས་ལེན་མང་པོ་གནང་ཡོད་པར་བརྟེན། བོད་ནང་དྲག་གནོན་གྱི་བྱ་སྤྱོད་དེར་མའོ་ཙེ་ཏུང་གིས་བཀའ་ཁྲོལ་གནང་གི་རེད་བསམ་པ་མ་བྱུང་ཞིང། ངོས་ནས་མའོ་ཙེ་ཏུང་ལ་བོད་ནང་གི་གནས་ཚུལ་གསལ་བཤད་ཐོག་དྲག་གནོན་མཚམས་འཇོག་ཡོང་བའི་ཡི་གེ་སྔ་རྗེས་གསུམ་བཏང་ཡང་བློ་ཕམ་པ་ཞིག་ལ་སྣེ་ལེན་གང་ཡང་མ་སོན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་མཇུག་ཏུ་སངས་རྒྱས་རྗེས་དྲན་གྱི་མཛད་སྒོའི་ཆེད་ངོས་རང་རྒྱ་གར་དུ་སླེབས། སྐབས་དེར་བོད་མི་མང་པོ་ཞིག་གིས་ད་ཆ་ཏཱ་ལའི་བླ་མ་རྒྱ་གར་དུ་བཞུགས་ཏེ་རྒྱ་མིར་བཀའ་མོལ་གནང་རྒྱུ་ལས་བོད་དུ་ཕྱིར་ཕེབས་གནང་མི་རུང་ཞེས་རྒྱུ་མཚན་དཔེ་མཚོན་ཇི་སྙེད་དང་བཅས་ནན་བརྗོད་ལ་བརྟེན། རང་ངོས་ནས་ཀྱང་རེ་ཞིག་རྒྱ་གར་དུ་བསྡད་ན་སྙམ་པ་དྲན་བྱུང། རྒྱ་གར་དུ་ཀྲའུ་ཨེ་ལན་མཇལ་འཕྲད་སྐབས་ངོས་ནས་ཁམས་དང་ཨ་མདོའི་ཁུལ་དུ་བཅོས་བསྒྱུར་ཡག་རྙེད་དེ་བོད་མིར་དྲག་གནོན་ཤིན་ཏུ་བློ་ཕམ་འོས་པ་བྱས་ལུགས་བརྗོད་པར། ཀྲའོ་ཨེ་ལེན་ནས། གནས་ཚུལ་དེ་ཚོའི་ཐད་ལས་བྱེད་པའི་ནོར་འཁྲུལ་བྱུང་ལུགས་བོད་ནང་གི་བཅོས་བསྒྱུར་བོད་མིའི་བསམ་འདུན་དང་བསྟུན་ནས་མ་གཏོགས་མི་བྱེད། བཅོས་བསྒྱུར་ལོ་དྲུག་དུས་འགྱངས་ཟིན་ལུགས། བོད་ནང་ཟིང་ལངས་མི་འབྱུང་ཆེད། ཏཱ་ལའི་བླ་མ་གང་མགྱོགས་བོད་དུ་ཕྱིར་ཕེབས་གནང་ལེགས་ཅེས་བརྗོད་བྱུང་བ་དང། ཀྲའོ་ཨེན་ལན་ནས་རྒྱ་གར་གྱི་སྲིད་བློན་ནེ་རུར། བོད་ནི་རྒྱ་ནག་གི་ཞིང་ཆེན་ལྟ་བུར་ངོས་འཛིན་བྱེད་ཀྱི་མེད། མི་རིགས་ཀྱང་རྒྱ་མི་རིགས་དང་ཐ་དད་རེད། བོད་ནི། ནང་གི་རང་དབང་ཡོད་པའི་ས་ཁུལ་ཞིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་ཅེས་བརྗོད་འདུག་རྒྱ་གར་གྱི་སྲིད་བློན་ནེ་རུས་ངོས་ལ་ཡང་གསུངས་དོན། ཀྲའོ་ཨེར་ལན་ནས་བོད་ནང་གི་རང་དབང་ལ་ཡང་བརྩི་འཇོག་བྱེད་རྒྱུའི་ཁས་ལེན་བྱས་ལུགས་དང། ནང་གི་རང་དབང་དེ་འཛིན་སྐྱོང་ཐུབ་པ་བྱེད་དགོས། སྒྱུར་བཅོས་ཆེད་རྒྱ་མི་དང་མཉམ་ལས་བྱེད་དགོས་ལུགས་སོགས་སློབ་སྟོན་གནང་བར་བརྟེན། དེ་དུས་བོད་ནང་གི་གནས་ཚུལ་ཉེན་ཁ་ཆེ་ཞིང་འུ་ཐུག་ཏུ་གྱར་ཡོད་པ་དེ་ལྟར་ཡང། རྒྱ་ནག་གཞུང་གིས་ཁས་ལེན་བྱས་པ་རྣམས་ལག་ལེན་དུ་འཁེལ་བའི་གོ་སྐབས་ད་དུང་སྤྲོད་རྒྱུར་སེམས་ཐག་གཙང་བཅད་ཀྱིས་ངོས་རང་རྒྱ་གར་ནས་ཕྱིར་ལོག་བྱས་པ་ཡིན། རྒྱ་གར་ནས་ལྷ་སར་ཕྱིར་ལོག་གི་ལམ་གྱི་གྲོ་མོ་དང། རྒྱལ་རྩེ། གཞིས་རྩེ་གསུམ་དང། ལྷ་སར་འབྱོར་རྗེས་བཅས་པར་ངོས་ནས་རྒྱ་བོད་ལས་བྱེད་ཚོར་གླེང་མོལ་སྐབས། རྒྱ་རིགས་རྣམས་བོད་མིར་དབང་བསྒྱུར་བྱེད་མཁན་མིན་པ་དང། བོད་མིས། རྒྱའི། བོད་མིས་རྒྱའི་མི་སེར་མིན་ལུགས། ང་ཚོ་ནང་གི་རང་དབང་ཡོད་པའི་རང་སྐྱོང་ལྗོངས་འཛུགས་རྒྱུའི་ཁས་ལེན་ཡོད་པ་དེ་དག་ལེགས་པར་སྒྲུབ་ཐབས་ཡ་ཚང་མེད་འབད་བརྩོན་བྱེད་དགོས། རྒྱ་རིགས་རྣམས་བོད་དུ་ཕན་གྲོགས་བྱེད་དུ་བཏང་བ་ཡིན་སྟབས། ཁྱེད་ཚོས་ང་ཚོར་ཕན་གྲོགས་མ་བྱས་ན་ཁྱེད་ཚོའི་དབུས་གཞུང་གི་བཀའ་དང་འགལ་བ་རེད་ཅེས་རྒྱ་ནག་གི་དབང་འཛིན་པ་ཚོས་ངོས་ལ་ཁས་ལེན་བྱུང་ལུགས་སོགས་བསྐྱར་བཤད་ནན་བརྗོད་བྱས་ཏེ། བོད་རྒྱ་མཉམ་ལས་འཐུས་ཚང་ཡོང་བའི་འབད་བརྩོན་གང་ཐུབ་བྱས་པ་ཡིན། བཞི་བ། འོན་ཀྱང་གོང་སྨོས་ལྟར་བོད་ཤར་རྒྱུད་ས་ཁུལ་ཁག་ལ་དྲག་གནོན་རྩུབ་སྤྱོད་འོག་སྡོད་མ་ཆགས་པར། ཁམས་དང། ཨ་མདོའི་ཁུལ་ནས་བུད་མེད་རྒན་བྱིས་སྟོང་ཕྲག་མང་པོ་ལྷ་སར་བཙན་བྱོལ་དུ་འབྱོར། རྒྱ་མིའི་བྱ་སྤྱོད་གོང་གསལ་ལག་ལེན་བསྟར་སྟངས་འདིས་རྒྱ་ཕྱོགས་ཀྱི་ཁས་ལེན་ལ་ཡང་ཡིད་བརྟན་མེད་པར་གྱུར་ཏེ། རྒྱ་ཆེ་མང་ཚོགས་རྣམས་བློ་གཡེང་དང། རྒྱ་མིར་མི་དགའ་བའི་བསམ་ཚུལ་ཤུགས་ཆེར་གྱུར་ནས་ནད་དང་ཇེ་སྡུག་ཏུ་སོང་རུང། ངོས་ནས་ད་དུང་བུད་མེད་ཚོར་ཞི་བའི་ལམ་ནས་འགྲིག་ཐབས་བཟོད་བསྲན་དགོས་པའི་སློབ་སྟོན་འབད་བརྩོན་བྱིན་གྱིས་བརྗིད་ཅིག་བྱས་ཤིང། བོད་མི་ཚོ་ངོས་རང་ལ་ཡང་ཡིད་ཆེས་བརླག་པའི་ཉེན་ཁ་ཡོད་བཞིན་དུ། ལྷ་སྟོད་རྒྱ་མིའི་དཔོན་རིགས་ཚོར་འབྲེལ་ལམ་མ་བྱས་པའི་འབད་བརྩོན་གང་ཡོང་བྱས་ཀྱང། མཐར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་རྐྱེན་ངན་གློ་བུར་བ་དེ་བྱུང་ནས། ངོས་རང་རྒྱ་གར་དུ་བཙན་བྱོལ་ཡང་མི་ཡོང་ཐུབ་མེད་བྱུང་ཞིང། འུ་ཐུག་ཐབས་ཟད་ཀྱི་མཉམ་འབྲེལ་རྒྱལ་ཚོགས་ལ་ཡང་བོད་རྒྱའི་གནས་སྟངས་སྐོར་ཡང་སྙན་ཞུ་མི་འབུལ་ཐུབ་མི་བྱུང་བ་དང། རྒྱལ་ཚོགས་ཚོགས་ཆེན་ནས་ཀྱང་དེའི་སྐོར་གྲོས་མོལ་གྱིས། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོ་སོ་སོར་གྲོས་ཆོད་ཐེངས་གསུམ་བཞག་པའི་ནང་བོད་མི་དམངས་ཀྱི་རང་ཐག་རང་གཅོད་ཀྱི་ཐོབ་ཐང་གིས་མཚོན། ཁོང་ཚོའི་གཞི་རྩའི་འགྲོ་མིའི་ཐོབ་ཐང་དང། རང་དབང་བཙན་འཕྲོག་བྱེད་པའི་བྱ་སྤྱོད་མཐའ་དག་མཚམས་འཇོག་བྱེད་དགོས་ཞེས་དང། འཐུས་མིས་རྒྱལ་ཁབ་ཁག་ནས་ད་ལམ་གྱི་གྲོས་ཆོད་འདི་དོན་གནད་རྣམས་གྲུབ་ཕྱིར། འོས་ཤིང་འཚམས་པའི་ཐབས་ཤེས་ཅི་ཡོད་ཕྱག་ལེན་མཛད་རྒྱུར་རེ་འདུན་ཞུ་བཞིན་ཡོད་ཅེས་གསལ་པོ་འཁོད་ཡོད་ཀྱང། གྲོས་ཆོད་དེ་རྒྱ་ཕྱོགས་ནས་བརྩི་འཇོག་དོན་ཕན་གང་ཡང་མ་བྱུང་བའི་མུར། ཤེས་རིག་གསར་བརྗེ་ཟེར་བའི་ལས་འགུལ་བཙུགས། དེའི་དུས་སུ་ནི་བོད་རྒྱའི་དཀའ་རྙོག་སེལ་རྒྱུའི་གོ་སྐབས་ལྟ་ཅི། རྒྱའི་དབང་འཛིན་བྱེད་མཁན་ངོ་མ་སུ་ཡིན་ཡང་ངོས་བཟུང་དཀའ་བའི་གནས་སྐབས་སུ་སླེབས།